ཧོ། ལ་སོགས་ད་དེ་ནས་ང་ཚོ་དཔལ་ནཱ་ལེནྡྲའི་ཨ་ནེའི་ཚོགས་གཙོ་མཆོག་གཙོས་པའི་ཚོགས་མི་ཚང་མ་ལོ་ལ་འཚམས་འདྲི་དང་བཅས་དེ་ཡོན་དུ་འགོ་ང་ཚོ་དཔལ་འབྲུག་བཅུ་བདུན་གྱི་གནམ་བདག་ངུ་རུ་ཤོད་ཀྱི་ཁྲོད་ནས་དེ་རིང་དང་སང་ཉིན་ཡོན་སྡེ་ཚན་གཅིག་གི་རྣམ་པ་ཚོ་ལ་ངུ་རུ་ཞུ་གི་ཡིན་ད་དེའི་གོང་ལ་ང་ཚོ་དཔལ་འབྲུག་དེ་སྡེ་ཚན་དང་གྲུབ་ཐོབ་ཀྱི་སྡེ་ཚན་གཉིས་ལ་དབྱེ་བ་བྱས་ནས་དེར་མ་སྡེ་ཚན་བཞི་ཆགས་ཀྱི་རྣམ་པ་ཚོ་ལ་ངུ་རུ་ཤོད་ཟིན་པ་རེད་ད་དུང་གོ་ད་སང་ཉིན་གོང་ད་དྲ་བ་དེ་ཡན་ང་ཚོ་ཨ་ནེ་དཔལ་འབྲུག་བཅུ་བདུན། ངོ་སྤྲོད་ཞུ་མཁན་སྔོན་འགྲོ་སྡེ་ཚན་གཅིག་དེ་ད་ལྟ་རྒྱན་དྲུག་མཆོག་གཉིས། ངོ་སྤྲོད་ཞུ་དགོས་དེ་གཅིག་རེད་ཤག་དེ་ཡིན་དུས་ད་ཅི་ཡང་ང་ཚོ་ད་ལྟ་རྒྱན་དྲུག་མཆོག་གཉིས་དེ། ཨ་ནི་རྨང་གཞིར་བཞག་པའི་ཐོག་ནས་ཨ་ནི་དཔེ་འགྲོ་ཤེས་གྲངས་དགུ། གསར་དུ་ཁ་སྐོང་བཤད་སྐོང་གནང་རྗེས་ཨ་ནི་ཁོང་རྒྱན་གོང་ཆེན་པོ་མཆོག་གི་དཔེ་འགྲོ་བཅུ་བདུན་ཟེར་དེ་སྲོལ་བཏོད་པ་རེད་དེ་ཡིན་དུས་ད་ཐོག་མར་ངེད་ལ་ང་ཚོ་ཡོངས་གྲགས་ཀྱིས་མངའ་རིས་རྒྱུན་འཛིན་དང་མངར་མེད་གསར་གཏོད་ཟེར་བ་ན་གཞི་བདག་མངའ་ཡི་རྒྱུན་འཛིན་རྣམ་པའི་སྡེ་ཚན་དེ།

ཁྱེད་ལས་ཅི་འོས་ང་ཚོ་ད་ལྟ་ངོར་ཆེན་ནི་དཀོན་མཆོག་ལྷུན་གྲུབ་བཙས་པའི་དམ་པའི་ཆོས་ཀྱི་བྱུང་ཚུལ་ནི་བསྟན་པའི་རྒྱ་མཚོ་འཇུག་པའི་གྲུ་ཆེན་སོང་ཡ་འདི་རེད་ད། ངོར་ཆེན་དཀོན་མཆོག་ལྷུན་གྲུབ་འདི་གཅིག་སྟོང་བཞི་བརྒྱ་དགུ་བཅུ་གོ་བདུན་ལོ་ལ་འཁྲུངས་ནས་གཅིག་སྟོང་ལྔ་བརྒྱ་ལྔ་བཅུ་ང་བདུན་ལོ་ལ་དགོངས་པ་རྫོགས་པ་རེད་ད་ཁོང་གི་བཙས་པའི་ད་ལྟ་གསུང་དེའི་འབྱུང་ཁུངས་འདྲ་པོ་འདི་ད་ལྟ་ས་སྐྱའི་ཆོས་འབྱུང་སྤྱིའི་གདུལ་བྱ་ཀྲུང་གོའི་དཔེ་རིག་པ་པུའི་སྒྲིག་ཁང་གི་ཉིས་སྟོང་བརྒྱད་ལོ་ལ་ད་ལྟ་པུ་ཏུ་ནང་གི་ཤོག་གྲངས་གསུམ་པ་དེ་ལ་ཡང། རྒྱལ་བས་ལུང་བསྟན་ཀླུ་སྒྲུབ་འཕགས་པ་ལྷ་ཐོགས་མེད་ཞབས་དང་དེ་བྱུང་དབྱིག་གི་གཉེན། ཕྱོགས་ཀྱི་གླང་པོ་ཆོས་ཀྱི་གྲགས་པ་སོགས་འཛམ་གླིང་མཛེས་བརྗིད་དཔོན་གྲུབ་ཀུན་ལ་འདུད་ཅིང་བདེ་ལེགས་ཅིག་གསུང་ཤག་དེ་ན་ཞིག་གི་ད་ང་ཚོ་ཡོངས་གྲགས། ཀླུ་ཐོགས་རྒྱབ་སྲས་ཕྱོགས་གླང་ཆོས་གྲགས་གྲུབ་འཛམ་གླིང་མཛེས་པའི་རྒྱན་དྲུག་ཡོངས་སུ་གྲགས།

བསྐལ་པ་དང་གྲུབ་པ་ཐུབ་པ་དང་ལོ་ཙཱ་བ་དང་དཔེ་འདི་དག་ལ་སོགས་པ་དེ་འདྲས་ཀྱི་ད་སྐྱེས་བུ་དམ་པ་ཨ་ནི་ཐ་ཡས་པ་ཅིག་རྒྱ་གར་འཕགས་པའི་ཡུལ་ལས་བྱོན་ཡོད་རེད། ཡིན་པས་ཡིན་ནས་རྒྱ་གར་འཕགས་པའི་ཡུལ་དང་བོད་གངས་ཅན་གྱི་ལྗོངས་དེ་གཉིས་ཀའི་བློ་ལ་ཡག་དང། གྲགས་ཆེ་བ་དེ་ང་ཚོ་རྒྱན་དྲུག་མཆོག་གཉིས་སྲས་དེ་དང་དཔེ་དྲུག་བཅུ་བདུན་ལ་སོགས་པའི་ད་ག་ད་སྐྱེས་བུ་དམ་པ་ཚོའི་སྐུ་དུས་སོ་སོ་ལ་ཡང་ཨ་ནི་རང་དོན་དུ་ཐོས་བསམ་སྒོམ་གསུམ་གཞན་དོན་དུ་འཆད་རྩོད་རྩོམ་གསུམ།

འོ་ཁོང་གི་བརྩེ་བའི་ད་ལྟ་སྟག་ལུང་ཆོས་འབྱུང་ངོ་མཚར་རྒྱ་མཚོ་འདི་ང་ཚོ་ད་ལྟ་བོན་ཆོས་བོད་ཡིག་དཔེ་རྙིང་དཔེ་སྐྲུན་ཁང་ནས་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ལོ་ལ་དཔར་སྐྲུན་ཞུས་པའི་ད་ལྟ་ཤོག་གྲངས་བཞི་བཅུ་ཞེ་ལྔ་དེའི་ནང་ལོ་ལ་དེ་ཟུང་ཆ་ནས་རྒྱལ་བས་ད་ལྟ་ལུང་བསྟན་པ་ཟབ་མོ་ལྟ་བའི་ཤིང་རྟ་ཆེན་པོ་ས་བརྒྱད་ཀྱི་དབང་ཕྱུག་ཐོབ་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་གཅིག་ཏུ་གསལ་བར་མཛད་པའི་བདག་ཉིད་ཆེན་པོ་འཕགས་པ་ཀླུ་རུ་ཞབས་དང་གཅིག་དེ་ནས་པདྨའི་སྡོང་བུ་ལས་མཛོད་འདི་འཁྲུངས་པ། ཨེ་ནི་རང་དང་གཞན་གྱི་གཞུང་ལུགས་ཐམས་ཅད་ལ་མཁས་པའི་དབང་པོ་ཕས་ཀྱི་གོ་བ་ཕྱོགས་ལས་རྣམ་པར་རྒྱལ་བའི་ཨེ་ནི་སློབ་པའི་འཕགས་པ་ལྷ་དང་གཉིས། ཨེ་ནི་རྗེ་བཙུན་མ་འཕངས་པ་རྗེའུ་རྗེ་འབའ་ཀུ་མུ་སུ་འགོད་པ། ཨེ་ནི་མངོན་སུམ་དུ་རྗེས་སུ་བསྟན་པ་ཨེ་ནི་དང་པོའི་ཆོས་བརྒྱུད་ཀྱི་ཏིང་ངེ་འཛིན་དང་ཨེ་ནི་ཕྱིས། ས་གསུམ་པ་ལྟ་འོས་འབྱེད་པ་ཨེ་ནི་གོ་འཕང་ཐོབ་པའི་མངའ་གཙོ། རྒྱལ་བྱེད་བཅུ་པའི་ཨེ་ནི་ཤིང་རྟའི་སྲོལ་འབྱེད་འཕགས་པ་ཐོགས་མེད་ཞབས་བདག་གསུམ། དེ་ན་ཞིག་གི་ལྟ་བསྒོམ་སྟེ་དགུ་བཅུ་གོ་དགུ་ཨེ་ནི་ཐུགས་ལ་ཡང་ཆུད་པ་དེ་ཙམ་མ་ཟད་དམ་པའི་ཆོས་མངོན་པའི་ཨེ་ནི་སྒྲོན་མེ། ཡོངས་གྲགས་ངང་དུ་སངས་རྒྱས་གཉིས་པ་བྱས་རྗེས་ད་མཚན་གྱི་བསྙེན་པ་གྲགས་པའི་ཨ་ནི་གྲུབ་པ་ཐུབ་པའི་སློབ་དཔོན། དབྱིངས་ཉིད་དང་བཞི། ཨ་ནི་ཐེག་པ་གསུམ་དང། དེ་ན་ཞིག་གི་ཚར་གཅོད་པའི་རིགས་པ་ང་ཚོ་ད་མཚན་མའི་གཞུང་གསུང་གི་རུ་མཚན་མའི་གཞུང་ལ་ཡང་ཨ་ནི་མཁས་པའི་ཕུལ་དུ་བྱིན་པ་ཇི་སྲིད་སྦྱིན་པའི་དབྱངས་དང་དངོས་སུ་ད་བགྲོ་གླེང་མཛད་པའི་ཆོས་ཀྱི་སྤོབས་པ་ཡོད་པས་ད་མགོ་བ་ངན་པ་སྲིད་རྒྱུད་ནས་དུ་ཉིད་ཀྱི་སློབ་དཔོན་ཨ་ནི་ཕྱོགས་ཀྱི་གླང་པོ་དང་ལྔ། ཨེ་ནི་ཕྱི་དང་ནང་གི་སྒོ་མ་ལས་པ་ཚར་གཅོད་པར་ཡང་རྟོག་གེ་བ་ཐམས་ཅད་ཀྱི་གཙུག་གི་ནོར་བུ། ཨེ་ནི་ཐག་རིང་ང་ཚོ་པའི་འཁོར་ལོ་སྟོན་པའི་རྣལ་འབྱོར་ལ་བརྟེན་ནས་ཨེ་ནི་མཁའ་སྤྱོད་ཆེན་པོའི་ཚིག་དེ་ལས་གྲུབ་པ་ནི་པའི་བཀའ་འདི་ཆོས་ཀྱི་གྲགས་པ་ཨ་ཆེ་མདོར་བསྡུས་པ་ཡིན་ན་འདི་ཡན་ཆད་དེ། རྒྱན་དྲུག་འདི་གསུང་གི་ཡོད་རེད་ད། རྒྱན་དྲུག་ནང་ནས་ད་དབུ་མའི་རྒྱན་གྱུར་ཀླུ་སྒྲུབ་དང་ཨེ་ནི་འཕགས་པ་ལ། ཨེ་ནི་མངོན་པའི་རྒྱན་གྱུར་ཐོགས་མེད་དང་སློབ་པའི་དབྱིངས་ཉིད་མཚན་མའི་རྒྱན་གྱུར་སློབ་པའི་ཕྱོགས་ཀྱི་བླང་པོ་དང་བཀའ་འདི་ཆོས་གྲགས་ཆེ་རྒྱན་དྲུག་འདི།

རྣམ་པ་བརྒྱད་ལ་ཡང་ཨེ་ནི་རྒྱན་དྲུག་དང་ཕྱོགས་གཉིས་ཞེས་ད་སྔ་གི་ཡོངས་གྲགས་འཕགས་བོད་གཉིས་ཀ་ལ་གྲགས་བསྡད་པ་ཅི་རེད་ད་འཕགས་བོད་གཉིས་ཀའི་ནང་ལ་ནི་ཨེ་ནི་རྒྱན་དྲུག་དེ་འཕགས་བོད་གཉིས་ཀ་ལ་གྲགས་པ་དེ་དང་ཕྱོགས་གཉིས་ཟེར་ཏེ། ང་ཚོ་བོད་པས་གསར་གཏོད་བྱས་མ་གཏོགས་རྒྱ་གར་འཕགས་བོད་ཡུལ་ལ་ཡོད་མ་རེད་ཅེས་ཇོ་ནང་ཇི་སྲིད་ལྟར་ན་བདེ་གསུངས་ཡོད་རེད། ད་དེ་ཡང་ང་ཚོ་ཇོ་ནང་ཇི་སྲིད་ལྟར་ན་ད་དེ་གཅིག་སྟོང་ལྔ་བརྒྱ་བདུན་ཅུ་དོན་ལྔ་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་དྲུག་བརྒྱ་གསུམ་སོ་ལྔ་ལོ་ལ་དགོངས་པ་རྫོགས་པ་རེད་འོ་ད་ཁོང་གིས་མཛད་པའི་ཡོངས་གྲགས་ང་ཚོ་རྒྱ་གར་ཆོས་འབྱུང་ད་རྒྱ་གར་ཆོས་འབྱུང་དེ་སི་ཁྲོན་མི་རིགས་དཔེ་སྐྲུན་ཁང་གིས་དགུ་བཅུ་གོ་བཞི་ལོ་ལ་པར་སྐྲུན་ཞུས་པའི་ཤོག་གྲངས་བདུན་པའི་ནང་ལོ་ག་དག་ཐོག་མའི་སྡོམ་ཚིག་གི་གླེང་གཞི་གྲབས་ཏེ་ཚུར་ལ་ཡང་ཨ་ནི་འཛམ་གླིང་རྒྱན་དྲུག་ཡོངས་སུ་གྲགས་པ་ཉིད་དཔའ་བོ་གྲགས་ཆེན་བཙན་དང་ཡོན་ཏན་འོད་ཆོས་སྐྱོང་རྣམས་ལ་ཆེན་པོ་ཞེས་ཞེས་གྲགས། ཞི་བ་ལ་དང་བཙན་བྲག་གོ་མི་ལ་རྨད་བྱུང་གློ་བའི་གཉེན་བཤེས་མཁས་རྣམས་གྲོགས། ཆོས་ཉིད་རྒྱ་གར་ཡུལ་ན་གྲགས་པ་མེད་རྒྱན་དྲུག་ཆོས་ཉིད་ཞེས་སྤྱིར་བོད་ཀྱི་རྟགས་ཟེར་གང་དང་དོར་བསྡུས་པ་ཡིན་ན་ཨ་ནི་འཛམ་གླིང་མཛེས་པར་བྱེད་པའི་རྒྱན་དྲུག་པོ་འདི་ད་ཅི་གོང་ལ་ཞུས་པ་ན་ཆེན་ཨ་ནི་ཡོངས་སུ་གྲགས་པ་དེ་ཡི་རེད་ཟེར་རྒྱ་གར་བོད་པ་ཡུལ་དང་བོད་གངས་སྐྱིད་ཀྱི་ཕྱོགས་ལ་གཉིས་ཀ་ལོ་ལ་གང་དང་རྩོད་པ་མེད་པར་ཡོངས་གྲགས་ལུང་དང་གྲགས་པ་རེད། དེ་ནང་བཞིན་གྱི་དང་བློ་བོའི་དཔའ་བོ་དང་གཅིག་བློ་བོའི་སྒྲ་གཞན་ཚིག་དང་གཉིས་བློ་བོའི་ཡོན་ཏན་བ་དང་གསུམ་བློ་བོའི་ཆོས་སྐྱོང་དང་བཞི།

སྐབས་སུ་ར་སློབ་དཔོན་གྱི་མཆོག་ཏུ་གྱུར་པ་ཡང་ན་འགྲོ་བའི་བསྟན་པ་ལས་ཨ་ནི་རྫས་བརྒྱད་ཅེས་པའི་སློབ་པའི་ཡོན་ཏན་འོད་དང་ཡང་ཤཱཀྱ་འོད་གཉིས་ལ་ཡང་ང་ཚོ་རྒྱན་དྲུག་མཆོག་གཉིས་ཀྱི་ད་མཆོག་ཏུ་གྱུར་པ་གཉིས་གསུངས་ཡོད་དེ། ཨ་ནི། རྒྱ་གར་ཡུལ་ལ་ཡང་དེ་འདྲ་གི་གྲགས་པ་འགའ་ཡོང་མ་རེད་ཡིན་ནའི། རྒྱན་དྲུག་མཆོག་གཉིས་ཟེར་ཏེ་མཆོག་གཉིས་དེ་འཇགས་ཅེས་ང་ཚོ་བུད་པས་བཏགས་པ་ཅིག་དང་བུད་པས་ས་སོ་ཅེས་པ་ཅིག་རེད་ཅེས་གསུངས་ཡོད་རེད། ཨོ་ཏི་སུ་མོ་ནད་གཞི་གང་དག་རྒྱ་གར་འཕགས་པའི་ཡུལ་ལ་ཨེ་ནི་ཛམ་གླིང་མཛེས་པར་བྱེད་པའི་རྒྱན་དྲུག་སྟེ་ད་ཡོངས་སུ་གྲགས་པ་དྲུག་པོ་དེ་རེད། དེའི་སྒང་ལ་ཡང་དག་ཅིག་ཁོང་ནི་ཆེན་པོ་ནད་གཞི་སློབ་པའི་དཔའ་བོ་དང་སྒྲ་གཅན་ཚའི་བཟང་པོ་རེད་སློབ་པའི་ཡུལ་འདས་འོད་དང་སློབ་པའི་ཆོས་སྐྱོང་དེ་ཚོ་ཆེ་ལ་ཡང་སློབ་པའི་ཆེན་པོ་བཞི་གསུང་ཡ། ཨེ་ནི་ངོ་མཚར་གྱི་གཏམ་དུས་ང་བའི་རྒྱལ་སྲས་ཆེན་པོ་ཞི་བ་ལྷ་དང་ཨེ་ནི་རིག་པའི་གནས་ཡན་ལག་ཅེས་པ་ལ་ཡང་ཨེ་ནི་མཁས་ཤིང་གྲུབ་པ་བརྙེས་པའི་སློབ་པའི་ཙནྡྲ་གོ་མི་དེ་གཉིས་ལ་ཡང་ཨེ་ནི་རྨད་དུ་བྱུང་བའི་སློབ་པའི་གཉིས་བྱས་ཞེས་རྒྱ་གར་མཁས་པ་རྣམས་ཀྱིས་ཨེ་ནི་བསྔགས་བརྗོད་ཀྱི་ཐོག་ནས་འབྲོག་པ་ཟེར་གྱི་ཡོད་རེད་ཡིན་པས་ཡིན་ནས་ད་ཕྱོགས་གཉིས་ཟེར་གྱི་ཐ་སྙད་དེ་རྒྱ་གར་འཕགས་པའི་རྒྱུད་ལས་སྔར་མ་གྲགས་པ་རེད་ཡིན་པས་ཡིན་ནས་ཕྱོགས་རྒྱན་དྲུག་ཕྱོགས་གཉིས་ཟེར་ཏེ་ཨ་ནི་བོད་གངས་ཅན་གྱི་ལྗོངས་ཀྱི་ད་སྔོན་ཆེད་མཁས་པ་དང་ཚོད་ལྟ་བ་ཞིག་ཡིན་པའོ་དེས་གསུངས་ཡོད་རེད། འོ་དེ་འདྲ་ཡིན་དེ་ད་དེ་ད་གང་ད་རྒྱན་དྲུག་ཕྱོགས་གཉིས་ཟེར་གྱི་ཐ་སྙད་དེ་ཐོག་མར་ང་ཚོ་རྗེ་བདག་ཉིད་ཆེན་པོའི་བླ་མ་ཨ་ནི་དཔལ་ས་སྐྱ་པའི་མཁས་པ་ཆེན་པོ་གཞིས་རྩེ་རི་ཟླ་བ་གཞོན་ནུ་བློ་གྲོས་རྒྱལ་མཚན་གྱིས། འོ་ཞུ་ན་བློ་རིག་ཅིང་རྫས་ཀྱིས་མཛད་པའི་ད་ལྟ་རྒྱན་དྲུག་མཆོག་ཉིད་ཀྱི་བསྟོད་པ་མཁའ་མཉམ་མ་ཟད་དེ་ལྗགས་སུ་མཛད་པ་ནས་བྱེད་པ་ཞིག་ད་ཡོངས་སུ་གྲགས་པ་རེད་བྱས་ད་དུས་རྒྱུན་ང་ལ་དེ་འདྲའི་གསུང་གི་ཡོད་རེད་དེ་ཡིན་དུས་ད་ཇི་ཚོད་རེད་ད་འོ་ཞུ་ན་བློ་རིག་རྒྱན་མཛད་དེ་གཅིག་སྟོང་སུམ་བརྒྱ་བཞི་བཅུ་ཞེ་དགུ་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་བཞི་བརྒྱ་བཅུ་གཉིས་ལོ་ལ་དགོངས་པ་རྫོགས་པ་རེད་ད་མཁའ་མཉམ་ལ་དབང་བསོ་བཏང་བ་ཡིན་ན་ད་ལྟ་ང་ཚོ་སྤྱི་ཡོངས། རྗེ་བཙུན་རི་ཟླ་བ་ཆེན་པོས་བསྩལ་བ་འདི་ནས་མ་ཧཱ་ད་གན་གྱི་ཆོས་ཉིད་གསལ་ཏེ་བོད་གངས་ཅན་གྱི་ཆོས་ལ་ཡོངས་སུ་གྲགས་པ་ཅིག་ལ་ཡང་དུས་རྒྱུན་གསུང་དང་རབ་འདི་རེད། ད་ཡིན་པས་ནི་དུས་རྒྱུན་ང་ཚོ་རྗེ་བཙུན་རི་ཟླ་བས་ནས་མཁའ་མཉམ་པར་བསྩལ་བ་ནས་བྱེད་པ་ཅིག་གིས་ད་བོད་གངས་ཅན་གྱི་ཆོས་ལ་ཡང་རྒྱན་དྲུག་ཆོས་ཉིད་གསལ་ཏེ་ད་ཡོངས་སུ་གྲགས་པ་ཐོག་མའི་བསྟོད་པ་རབ་འདི་ཚིག་གི་བར་དུ་ཡེ་ནས་ད་དེ་ཞེས་བཏགས་ཏེ་ཞིབ་འཇུག་བྱས་པ་ཡིན་ན་དེའི་དངོས་ལ་ཡང་ནི་རྒྱ་འགྲོ་ཆོས་ཉིད་ཀྱི་བསྟོད་པ་མཛད་པ་དེ་འདྲའི་ཁ་ཤས་མཇལ་རྒྱུ་འདུག་ད་ལྟའི་མ་གཞི་བྱས་ལ་མ་ཡོང་གི་རེད། འོ་དེ་འདྲ་ཡིན་དུས་ད་ག་ལ་རྒྱ་འགྲོ་ཆོས་ཉིད་ཀྱི་སྐོར་དེ་ནི་ང་ཚོ་བོད་གངས་ཅན་ཆུང་ད་ལྟ་བར་དུ་ཡང་ནི་ཞལ་གསལ་བ་ཞིག་དང་ཞིབ་ཕྲ་འཁོད་པའི་དེ་འདྲའི་གི་དཔྱད་རྩོམ་རེ་དམིགས་བསལ་ད་ལྟ་བར་དུ་མཇལ་ཡོད་མཁན་མི་འདུག་དེ་འདྲ་ཡིན་དུས་ད་ག་ལ་ཁ་རྩོད་བཅད་ནས་མཐའ་གཅིག་ཏུ་འདི་རེད་དང་འདི་མ་རེད་བྱས་ནས་ཤོད་ག་ལས་ཁག་པོ་རེད་ཡིན་པས་ན་ད་རྒྱ་འགྲོ་ཆོས་ཉིད་ཀྱི་བསྟོད་པ་ཁ་ཉམས་མ། གསལ་ཏེ། ད་ལྟ་ཀ་ཉག་མ་ཏི་དེ་རྒྱུད་ང་ཚོ་ཆོས་རྒྱུད་རབ་གསལ་སྐལ་བཟང་སྐྱེ་བོའི་དྲིན་ཅན། འབྲས་བུ་བློ་གསལ་གླིང་གི་དགུ་བཅུ་གོ་བཞི་ལོ་ལ་པར་འབྲི་ཞུས་པའི་ཤོག་གྲངས་བཞི་བརྒྱ་བཅོ་མི་དྲུག་ནང་ལོ་ལ་ཨ་ནི་ཁ་ཉོ་མི་འདོད་པ་དེ་གསལ་ཡོད་རེད། ད་ལྟ་ཁ་ཉག་མ་ཏི་འདི་མར་རྣམ་པ་ཚོ་ལ་ཆ་ཚང་ཞུས་པ་ཡིན་ན་ཁ་ཉོ་མི་འགྲོ་ལ་མཁྱེན་བརྩེ་རབ་ཀུན་ནས་གྲངས་མེད་གསུང་དུ་ཚོགས་གཉིས་རབ་ཚོགས་ཤིག་སྟོང་གསུམ་མི་ཕྱེད་བཞེངས་ཀྱི་དཔལ་གྱུར་པ་དྲིན་ཆེན་ཆོས་རྒྱལ་ཐོག་ལ་ཕྱག་འཚལ་ལོ་ཟེར་སྔགས་སུ་རྒྱན་དྲུག་ཕྱོགས་གཉིས་ཀ་དང། གཙོ་བོ་དེ་དག་ཡོད་པ་དེ་མ་རྙེད་པའི་ཕྱིར་ཡིད་བཟང་གི་ཡིད་མི་བཟང། ཤོ་ལོ་ཀ་ཚིགས་བཅད་པ་དང་པོ་དེ་འདུན་པ་བཅོམ་ལྡན་འདས་ལ་ཡང་ལྟོས་བྱ་ཟེར། ད་དེ་ནས་ཤེས་རབ་ཆེན་པོས་དེ་ཉིད་ལེགས་རྟོགས་ནས་བརྩོན་པ་ཆེན་པོས་གོ་བ་ཆོས་ཉིད་ཞེས་བསྟན་པ་དེ་ལ་སྟོན་པ་གཉིས་པ་འདྲ་འཕགས་མཆོག་ཀླུ་སྒྲུབ་ཞབས་ལ་ཕྱག་འཚལ་ལོ་ཟེར་ཏེ། དབུ་མའི་རྒྱན་གྱུར་མགོན་པོ་ཀླུ་སྒྲུབ་ཀྱིས་ལྟོས་བྱས་ཏེ་འཆད། དེ་ནས་དེས་སྲས་བདག་མགོན་པོ་ཀླུ་སྒྲུབ་ཀྱི་སློབ་མ།

དེ་ནས་དེའི་ཤུགས་ལས་ཨ་ནི་ཁོང་གི་ཆུང་མ་ཡིག་རྙིང་ལས་སྒྲོལ་ཞེས་ཟེར་བ་དེ་དགུ་བཅུ་གོ་དགུ་འབུམ་སྡེ་གཞུང་རྣམས་ཀྱིས་གང་གི་བློ་གྲོས་རྒོད་པོ་རབ་བརྒྱན་ཅིང་འཛམ་གླིང་འདི་ན་དཀོན་གྱི་གཉིས་པ་རེད་མཁས་མཆོག་དབྱིག་གཉེན་ཞབས་ལ་ཕྱག་འཚལ་ལོ་ཟེར་གྱི་ཚིག་བྱེད་པ་གཉིས་པ་དེ། མུན་པའི་རྒྱན་ཉུང་རྒྱན་འགྱུར། ཐོགས་མེད་དང་ཆུང་གཉེན་གཉིས་ཐོགས་མེད་དཀོན་གྱི་གཉིས་ལས་སྒྲོལ་ཞེས་ཟེར་བ་བྱས། ད་དེ་ནས་ཕུལ་དུ་བྱུང་བ་བློ་གྲོས་སྟོབས་ཀྱིས་རྩོད་མེད་དུ་བྱུང་བའི་ཡོན་ཏན་ཁུར་གྱིས་བརྗིད། ལོང་མ་བལྟམས་པའི་ཚེ་རབ་བྱུང་མཛད་པའི་ཕྱོགས་ཀྱི་གླང་པོའི་ཞབས་ལ་ཕྱག་འཚལ་ལོ་ཟེར་ཏེ་ཨ་ནི་ཚད་མའི་རྒྱན་འགྱུར་སློབ་པའི་ཕྱོགས་ཀྱི་ནང་པོ་ལ་སྒྲོལ་ཞེས་ཟེར་བ་བྱས། དེ་ནས་ད་ཚིགས་བཅད་ཐ་མ།

ལ་ཕྱག་འཚལ། ད་ཕྱོགས་གཉིས་བཤད་དེ། ཨ་ནི་དུ་བའི། ད་ཕྱོགས་དུ་གྱུར་པའི་སློབ་དཔོན་ཡོན་ཏན་འོད་དང་ཤཱཀྱ་འོད་གཉིས་དེ་ལ་གསུང་གི་རོ་དེ་གཉིས་ལས་འདོད་ཆགས་བཙལ་བའི་ཚིག་ཏུ་བྱས་པ་དེ་དང་དེ་ནས། ཐུབ་པའི་རྟེན་ལ་ཤིང་རྟའི་སྲོལ་བཏོད་ནས་སྐྱེ་དགུ་རྣམས་ལ་ལེགས་པའི་ལམ་བསྟན་པ་ཙམ་ལས་རྗེ་བརྗིད་རྒྱན་དྲུག་མཆོག་གཉིས་ལ་རྟག་ཏུ་གུས་པས་ཡིས་ཕྱག་འཚལ་ལོ་ཟེར་གྱི་ད་ཚིག་ཏུ་བྱས་པའི་ཐ་མ་གཉིས་པ་དེ། རྗེ་བཙུན་ཙོང་ཁ་པ་ཆེན་པོས། མཛད་པ་རེད། དེ་འདྲ་ཡིན་དུས་ད་ཇི་ཚོད་རེ་ད་བ་དང་རྗེ་ད་ཡན་ཆེན་པོ་རྣམ་པ་གཉིས་ནས་རྒྱན་དྲུག་དང་ཆོག་གཉིས་ལ་ཡང་འདོད་པ་མཛད་པ་ནས་བཟུང་ང་གཅིག་གིས་ང་ཚོ་རྒྱན་དྲུག་ཆོག་གཉིས་ཟེར་ཏེ་བོད་གངས་ཅན་གྱི་ལྗོངས་ནས་ཡང་ཡོངས་སུ་གྲགས་པ་ལྟ་བུ་གཅིག་ཆགས་བསྡད་ཡོད་རེད། འོ་ད་གང་ལ་ཞུས་པ་ན་ཞེས་ནམ་རྒྱུན་ཡོངས་གྲགས་ང་ཚོ་ཇི་ཚོད་རེ་ད་བ་ཆེན་པོས་ཨ་ནི་ཁ་ཉན་མ་མཛད་པ་དེ་རྒྱན་དྲུག་ཆོག་གཉིས་ཀྱི་བསྟོད་པ་ཐོག་མའི་གྲས་ལ་ཡང་ངོས་འཛིན་དགོས་པ་ཡིན་པས་ནི་ད་ཕྱིས་སུ་ང་ཚོ་ཞིབ་འཇུག་བྱེད་པའི་སྐབས་ལ་ནི་དེ་ལས་སྔ་བའི་རྒྱན་དྲུག་མཆོག་གཉིས་ཀྱི་བསྟོད་པ་དེ་འདྲའི་མཇལ་རྒྱུ་འདུག་དཔེ་ཆ་བཞག་པ་ཡིན་ན་འགྲོ་མགོན་ཆོས་རྒྱལ་འཕགས་པས་མཛད་པའི་ནི་རྒྱན་དྲུག་མཆོག་གཉིས་ཀྱི་བསྟོད་པ་ད་ལྟ་རིན་ཆེན་སྤུངས་པ་དང་བསྟོད་པ་གཞུང་ལུང་ལ་ཟེར་གྱི་ཁག་གཉིས་འདུག་ད་དེ། ད་ལྟ་བར་དུ་ངས་མཇལ་བའི་ན་ལོ་ནས་ད་རྒྱན་དྲུག་མཆོག་གཉིས་ཀྱི་བསྟོད་པ། སྔ་ཤོས་དེ་རེད་དེ་འདྲ་ཡིན་དུས་དྭགས་ཕག་གྲུ་ག་ཆོས་རྗེ་འཕགས་པས་མཛད་པའི། རྒྱན་དྲུག་ཆོས་ཉིད་ཀྱི་བསྟོད་པ་དེ་ལས་སྔ་བའི་ད་ལྟ་བསྟོད་པ་ཕལ་ཆེ་བྱས་མི་འདུག་དེ་ཡིན་དུས་ད་ཕ་ཆེ་ཕོས་གངས་ཅན་གྱི་ལྗོངས་ཀྱི་ད་མཁས་པའི་རྒྱན་དྲུག་ཆོས་ཉིད་ལ་ཡང་བསྟོད་པ་མཛད་པའི་ཐོག་མ་དེ་གྲུ་ག་ཆོས་རྗེ་འཕགས་པས་མཛད་པ་དེ་རེད་ཤག། ད་དེ་ནས་སྡེ་ཚན་གཉིས་པ་དེ་ལ་ང་ཚོས་གོང་ལ་ཞུས་པ་ན་ཤི་ད་རྒྱན་དྲུག་ཆོས་ཉིད་ཟེར་གི། རྩ་བའི་གླིང་ཤེས་རབ་ཏུ་གོ་འབྲི་ཤེས་ཟེར་བ་རེད་ད་དེ་ནས་མ་གཤམ་ན་ངོ་སྤྲོད་ཞུས་བ་དེ་རྩ་འཛམ་གླིང་མཛེས་རྒྱན་ཟེར་དེའི་དོན་དག་ག་རེ་དེའི་སྒྲ་བཤད་དེ། རྣམ་པ་ཚོ་ལ་ངོ་རྒོལ་ཆེ་ར་བྱེད་ད་ཡོང་དྲ་ང་ཚོ་ཚ་ནི་མཛེས་པར་བྱེད་པའི་རྒྱན་དྲུག་ཚད་ཀྱི་རྒྱན་དྲུག་གི་སྒྲ་བཤད་དེ་སྤྱི་ཡོངས་ང་ཚོ་དར་རྩེ་གྱེན་གྱི་རྒྱན་གྱི་སྒྲ་བཤད་དེ་རེད་དེ་ཡང་རྒྱན་བཤད་དེ་སྤྱི་ཡོངས་ང་ཚོ་མཛེས་པར་བྱེད་པའི་རྒྱན་ཆའམ་ཡང་ན་མཛེས་པར་བྱེད་པའི་ཆས་ད་ང་ཚོ་ཡོངས་གྲགས་སུ་རྒྱན་བཤད་དེ་མཛེས་བྱེད་ཀྱི་རྒྱན་གཅིག་པུ་ལ་གོ་མཁན་འདྲ་པོ་བརྗེ་ཡོད་རེད་ཡིན་པ་ཡིན་ན་ཡང་ད་སྤྱི་དང་ང་ཚོ་རྒྱན་ལ་དབྱེ་བ་ཕྱེས་པ་ཡིན་ན

དེའི་ཤོག་གྲངས་ཨེ་ནི་བརྒྱད་ཁྲི་བཅོ་མི་ལྔའི་ནང་ལོད་ལ། འདི་གསུངས་བཞག། གཟུགས་རྒྱན་རང་བཞིན་ཡུན་ཏན་བརྟན་པ་མེ་ལོང་ནང་སོང་ན་མཐོང་བའི་དབང་གིས་མི་རྣམས་རབ་ཏུ་དགའ་བའི་ཕྱོགས་སྐྱེས་པ་དེ་བཞིན་ལེགས་གསུངས་རྟག་ཏུ་རང་བཞིན་ཡུན་ཏན་བརྟན་པ་ཡི་ཆོས་ཀྱང་དོན་རྣམས་ཕྱེ་བས་མཁས་རྣམས་འདི་ན་དགའ་ཕྱོགས་སྐྱེས། ཞེས་གསུངས་པ་ནང་བཞིན་གྱི་ཁམས་དང་རང་བཞིན་གྱི་རྒྱན། སྐྱེས་བུའི་ལུས་བཟང་པོ་དེ་འདྲ་ཅི་རེ་ཨ་ནི། མཛེས་པར་བྱེད་པའི་རྒྱན་ལྔ་མཛུབ་དང་རྐང་ཐུག་དང་ལག་ཐུག་དང་གདུ་བུ་ལ་སོགས་པ་དེ་འདྲས་ཀྱིས་སྤྲས་པ་ཡིན་ན་ཨ་ནི་དེ་གཉིས་གསལ་བྱེད་ཀྱི་རྒྱན་མེ་ལོང་ལ་སོགས་པའི་ནང་དུ་ཤར་བ་ནང་བཞིན་གྱིས་དེ་ཤར་བ་ཡིན་ན་ཨ་ནི་དགའ་བའི་རྒྱན། མ་ཐོབ་དད་པ་པོ་དགའ་བ་སྐྱེས་པ་ལྟ་བུ་རེད་གསུངས་བྱ་དེ་ནང་བཞིན་གྱི་ང་ཚོ་ད་ལྟ་སྒོམ་སྡེ་ཚིག་མཛོད་ཆེན་མོ་དགོན་སྡེ་ཚིག་མཛོད་ཆེན་མོའི་ད་ལྟ་གླེགས་བམ་དང་པོ་ཐེ་ཝན་གྱི་པར་མ་ཉིས་སྟོང་བཅུ་གསུམ་ལོ་ལ་པར་འབྲི་ཞུས་པའི་ཤོག་གྲངས་བཞི་བརྒྱ་བཅུ་བདུན་གྱི་ནང་ལོགས་ལ། ཨ་ནི་ད་ལྟ་འཛམ་གླིང་མཛེས་པར་བྱེད་པའི་ཆ་ནས་སྤྱི་དང་གན་ཞེས་གསུང་གི་ཡོད་རེད་ཡིན་པས་ན་དོན་ལ་ཡང་ཨ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་རྒྱ་གར་འཕགས་པའི་ཡུལ་དང་བོད་གངས་ཅན་གྱི་ལྗོངས་ཀྱི་གཙོ་བོར་གྱུར་བས་ད་འཛམ་གླིང་འདིའི་ནང་ལ་ལས་ཨ་ནི་གསར་བར་བྱེད་པ་ཡིན་པས་ཡིན་ཙང་ཨ་ནི་དེ་ལ་ཡང་གན་ཞེས་གསུང་གི་ཡོད་རེད། སྤྱིར་ད་འཇིག་གོང་ལ་བཞུགས་ན་གཞི་ལས་རྒྱན་ལ་ཡང་རང་བཞིན་གྱི་རྒྱན་དང་མཛེས་བྱེད་ཀྱི་རྒྱན་དང་གསལ་བྱེད་ཀྱི་རྒྱན་དང།

འོ་དེ་འདྲའི་གེ་སར་གསལ་བར་བྱེད་མཁན། མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་ལ་སོགས་པའི། འོ་དེ་རྒྱན་དྲུག་མཆོག་གཉིས་ལ་སོགས་པའི་སྐྱེས་བུ་དམ་པ། འོ་དེ་འདྲའི་ད་སྐྱེས་བུ་རེ་རེའི། བྱོན་པ་དེའི་དབང་གིས་ད་ང་ཚོ་དུ་བའི་བསྟན་པ་རིན་པོ་ཆེ་གསལ་བྱེད་ཀྱི་རྒྱན། ཡང་ན་ལྷ་དང་མིའི་དབུས་ན་ཡང་རང་བཞིན་གྱི། ཨེ་ནི་རྒྱན་འགྲེལ་མཐའ་བྲལ་བ་ཡིན་པ་ཡིན་ཙང་ཨེ་ནི་དེ་དེ་ཡང་ང་ཚོ་རྒྱན་ཞེས་ཞུ་གི་ཡོད་རེད་དེ་ཡིན་དུས་ད་ང་ཚོ་བཀའ། ཐམས་ཅད་ཀྱི་སྙིང་པོ་འདི། སྤྱི་ཡོངས་ཀྱི་ངོ་བོ་དང་གོ་རིམ་དང་དྲང་ངེས་གསུམ་ཡང་ན་ལུང་དང་རིགས་པ་དང་དཔེ་གསུམ་ཡང་ན་ཚད་མ་གསུམ་དེ་ན་ཞིག་གི་དང་རིགས་པ་བཞི་ལ་སོགས་པ་དེ་འདྲ་གི། གཏན་ལ་ཕབ་པ་ཡན་ལ་སོགས་པ་འོ་ད་དོན་ཚོའི་ཐོག་ནས་ང་ཚོ་དགོངས་པ་ཞེས་པ་ཡིན་ན་ནི་ཧ་ཅང་གི་གསལ་པོ་ཆགས་པས་གཅིག་རེད་ད་གི་དྲུག་བསལ་ཏེ། ཟ་ལན་བཙལ་བར་བྱེད་པའི་རྐྱེན་དྲུག་སྤྱི་ཡོངས་ཀྱི་ང་ཚོ་སློབ་པའི་ཆེན་པོ་དྲུག་ཡོད་པས་ད་དྲང་གའི་ཆ་ནས་གོ་དྲང་ངེས་དྲང་ག་མཚོན་པ་རེད་བ་ཅི་རེད་བ།

ཨ་ནི་རྒྱ་གར་འཕགས་པའི་ཡུལ་ལ་ཡང་དག་བྱོན་པའི་སློབ་དཔོན་ཆེན་པོ་དྲུག་གསུངས་པ་ནང་བཞིན་ང་ཚོ་དབུ་མའི་རྒྱན་སྔོན་པའི་རྒྱན་ཚད་མའི་རྒྱན། འོ་ཚད་མའི་རྒྱན་བཅས་གང་ལྟར་སློབ་དཔོན་དྲུག་དེ་ལ་ཡང་ཨ་ནི་རྒྱན་དྲུག་ཅེས་འདོད་པའི་ལུགས་གཅིག་ཡོད་རེད་དེ་ནང་བཞིན་གྱི་ལྟ། ང་ཚོ་ཕ་སྦྱིན་གྱི་རྒྱན་ལ་ཡང་ཨ་ནི་འཕགས་པ་དྲུག་དེ་དང་སློབ་དཔོན་སེང་གེ་བཟང་པོ་གཉིས་བསྣན་ནས་ཨ་ནི་འཕགས་སེང་གཉིས་ཏེ་ཕ་སྦྱིན་གྱི་རྒྱན་ཚད་ལྔ་འཛུད་རྒྱུ་རྒྱན་དྲུག།

འོ་དེས་ན་གཞན་གྱིས་ད་ང་ཚོ་དགྲ་བཅོམ་པ་ཆོས་བརྒྱུད་པོ་བསྡུས་པའི་དགྲ་ད་ཆེད་དུ་བཅུས་པའི་ཚོམ་ད་ཆེད་དུ་བཅུས་པའི་ཚོམ་འདི་ང་ཚོ་བསྟན་འགྱུར་པི་ཏུ་མའི་ད་ད་མངོན་པའི་འདི་ཚོའི་ནང་དུ་ཡོད་རེད་པོས་ལྟ་ཞུས་འདུག་བྱས་དེབ་ཨང་དྲྭགྱ་བརྒྱ་གསུམ་པའི་ཤོག་གྲངས་བཞི་བཅུ་ཞེ་དགུ་དེའི་ནང་ལ་འདུག་དེའི་ནང་ལོ་ལ་ཐོས་པ་མང་ཞིག་ཆོས་མཛད་ཟླ་ཤེལ་བདེ་བཞིན་མཉམ་བཞག་པ་དེ་དག་སུས་ཀྱང་སྨད་འོས་མེད་འཛམ་བུའི་གླིང་གི་གསེར་རྒྱན་བཞིན་བྱས་གསུང་བ་ནང་བཞིན་གང་ལྟར་སློབ་དཔོན་ཤེས་རབ་ཁུ་བྱེ་མཛད་པའི་ཆེད་དུ་བཅུས་པའི་ཚོམ་གྱི་ཨེ་ནི་དྲེས་པ་དེའི་ནང་རོ། དྲེས་པ་དེས་ང་ཚོའི་འདི་རེད། བསྟན་འགྱུར་དཔེ་དུ་མའི་མངོན་པ་པོའི་མཐའ་ཞིག་ཏུ་ཐུག། ཨེ་ནི་དེ་བང་ར་གྱི་གྱ་གསུམ་པ་དེ་ཤོག་གྲངས་བདུན་བརྒྱ་བཅུ་དྲུག་གི་ནང་ལོགས་ལ། འོ་འདི་སོང་ཞིག་ད་གང་ཞིག་མིག་གཉིས་ཀ་སྐྱོན་མེད་པ་དེ་ནི་ཤིན་ཏུ་མཛེས་པའི་མིག་ཡིན་ཏེ། དེ་ཡང་འཇིག་རྟེན་ན་ཤིན་ཏུ་བསྔགས་པ་ཡིན་པ་དེ་བཞིན་དུ་ཐོས་པ་དང་ཚུལ་ཁྲིམས་དང་ལྡན་པ་ནི་རབ་ཏུ་མཛེས་པ་ཡིན་ནོ། ལྷག་མ་ནི་རྟོགས་པར་སླའོ། དེ་ཉིད་གསལ་བར་བྱེད་པ་ནི་ཐོས་པ་མང་བ་ནི་གསུང་རབ་ཐམས་ཅད་ཀྱི་ཚིག་དོན་དང་ཚིག་འབྲུ་རྟོགས་པའི་ཕྱིར་རོ། ཆོས་འཛིན་པ་དང་ཞེས་བྱ་བ་ནི་དྲན་པའི་ཁྱད་པར་ལ་བརྟེན་པའི་ཕྱིར་ཏེ་དེ་ཡོངས་སུ་ཉམས་པ་མེད་པར་བསྟན་པའོ། ཤེས་རབ་དང་ལྡན་ཞིང་ཞེས་བྱ་བ་ནི་དེ་ལ་བརྟེན་ནས་ཐོས་པ་ལས་བྱུང་བའི་ཤེས་རབ་ལ་སོགས་པ་ཐོབ་པའི་ཕྱིར་རོ། མཉམ་པར་གཞག་པ་ནི་བསླབ་པ་ལ་གུས་པ་སྟེ་མདོ་ལས་དེའི་གནས་སྐབས་ཡིན་པའི་ཕྱིར་རོ་དེ་དག་སུས་ཀྱང་སྨད་བས་མིན་ཞེས་བྱ་བ་ནི་ལྷ་དང་མི་དང་དེ་ལས་གཞན་པ་དག་གིས་ཀྱང་དེ་ལྟར་ན་ཡང་སྨོད་པ་ལ་འཇུག་པར་མི་འགྱུར་ཏེ་གང་ཞེ་ན་ཛམྦུའི་གླིང་གི་སེར་སྐྱའི་བཞིན་ཞེས་བྱ་བ་སྨོས་ཏེ། ནི་རྒྱན་ནི། དགེ་བའི་གར་བས་བྱས་པ་བཞིན་ནོ་གསུངས་པ་ན་ཅིག་ག་འདའ་ང་ཚོ་རྒྱན་དྲུག་བསལ་གྱི་རྒྱན་གྱི་ད་སྒྲ་ཤེས་ཏེ་གོང་དུ་གསུངས་པ་གཞུང་དང་མཚོན་ལ་གསལ་བ་ན་བཞིན་བྱ་བདེ་བ་རེད། ཨོ་ལ་བཟོ་ལྟ་འདི་ཡན་ཆད་དེ་ང་ལ་དོང་གོ་ཤུ་ཙམ་དེ་བྱས་ལ་དེ་སང་ཉིན་ནས་མ་དེའི་འཕྲོས་ཏེ་ཨ་ནི་རྒྱན་དྲུག་ཆོས་ཉིད་ཀྱི་བསྡུས་ཚུལ་ག་རེ་ག་རེ་ཡོད་མེད་དེ་རྒྱན་ཨ་ནི་སང་ཉིན་ཞུ་ཆོག་གོ་ཤོ་ཡིན་ཐོ་ཅི་ཆེ།